གཞན་དང་མི་འདྲ་ང་ཚོ་འཐབ་རྩོད་མི་རིགས་ཡིན་དུས། དེའི་ནང་ནས་ང་ཚོའི་གི་རྩ་བའི་དམ་བཅའ་གཅིག་འཚེ་མེད་ཞི་བའི་ཐོག་ནས་ད་ང་ཚོ་བོད་པའི་འཐབ་རྩོད་དེ་རྩོད་ཀྱིན་ཟེར་དུས་ག་ལ། དེའི་ཐོག་ལ་ཡ་ཅིག་ད་ང་ཚོའི་གི་རེ་བ་རྒྱབ་ས་ཟིན་ནས་མི་འདུག་ལས་འགུལ་སྤེལ་ས་དེ་ད་སྔོན་མ་དང་མི་འདྲ། ཕྱིས་སུ་ནུབ་ཕྱོགས་རྒྱལ་ཁབ་ལ་ཡང་ཞུ་གནས་འགའ་ཆེན་པོ་ཅིག་ཆགས་བསྡད་ཡོད་འདུག་རྒྱ་ནག་གཞུང་ལ་ཡང་གནོད་ཤུགས་སྤྲད་དགོས་ཀྱི་ཡོད་ན། ཨ་རི་ཡིན་ན་འདྲ་ཁེ་ན་ཏྲ་ཡིན་ན་འདྲ་ཡུ་རོབ་ཀྱི་མཐུན་ཚོགས་ཡིན་ན་འདྲ་ད་གལ་ཆེའི་གི་རྒྱལ་ཁབ་དང་གཞུང་ངོས་ནས་འདི་ལ་ཡང་རྒྱབ་སྐྱོར། གནོད་ཤུགས་སྤྲད་དགོས་ཡ་འདི་ཧ་ཅང་གལ་ཆེན་པོ་ཆགས་དུས་འདི་རྒྱབ་སྐྱོར་ཚད་བཀག་འགྲོ་མཁན་དང་ཨ་ནི་ཕ་གས་རྒྱབ་སྐྱོར་ཡོང་བའི་ཆེད་དུ་ལ་ཡང་བོད་དོན་ཐོག་ལ་ཡང་ཞུ་གཏུག་བྱེད་དགའ་ལས་འགུལ་སྤེལ་དགའ་འགྲོ་མཁན་མི་འདི་ཨ་ནི་མི་སྔ་ས་མ་དོ་མེད་པ་ཡིན་ན།

མི་མང་གི་གྲངས་འབོར་དང་བཞུགས་ས་བསྡད་ས་སྤོས་པའི་ཙམ་མིན་པར་མི་མང་རང་གི་སྨོན་འདུན་དང་རེ་འདུན་དག་རང་ལྟ་རྣམ་པ་ཚོས་ཀྱི་ཉམས་ཞིབ་གནང་བྱས་ས་བརྒྱ་ཆ་བདུན་ཅུ་དོད་གཅིག་དང་བརྒྱ་ཆ་བརྒྱད་ཅུ་གྱེས་གཅིག་གི་པར་དུ་གསུང་གི་ཡོད་རེད་ཨ་ནི། དེ་ཡིན་དུས་ག་ལ་ཡར་རྒྱས་བརྒྱ་ཆ་དེ་ཧ་ལས་པའི་ཚད་མཐོ་པོ་ཡིན་དུས་གང་ལ་འདི་ཐོག་ལ་ཡང་ང་ཚོ་མི་མང་གི་འཐུས་མི། སྤྱི་འཐུས་རྣམ་པ་ཚོས་ཀྱི་ཏན་ཏན་དགོངས་པ་བཞེས་དགོས་འདི་གནད་འགག་ཆེན་པོ་རེད་བསམ་གྱི་འདུག་ད།

འདི་བདག་གིས་གོང་དུ་ཞུས་ན་ཞེས་ང་ཚོ་འཐབ་རྩོད་ཀྱི་མི་རིགས་ཡིན་དུས། ང་ཚོ་ཀ་ན་ཀྲའི་གཞུང་མཉམ་དུ་ཞུ་གཏུག་བྱེད་དགོས་དུས་གང་ལ་ཀ་ན་ཀྲ་ལ་ཡར་བརྟེན་དུ་ཞུ་མཁན་ཀ་ན་ཀྲ་གི་མི་སེར་མི་རིགས་ཡིན་པ་ཞིག་བྱུང་པ་ཡིན་ན་མི་སེར་ཡིན་པ་ཞིག་བྱུང་པ་ཡིན་ན་ཧ་ཅང་གི་ཁེ་བ་ཆེན་པོ་འགྲོ་གི་རེད་བསམ་ཐུབ་གཅིག་དེ་རེད། ཀ་ན་ཀྲ་ནང་ལ་ཡར་བྱེད་ཉུང་སྟབས་ནས། གཉིས་ཅིག་ང་ཚོ་གོ་ཡ་དེ་ངས་ནི་དཔེ་མ་སྲིད་པའི་གནད་འགག་ཆེན་པོ་མཐོང་འདུག།